ད་ནས་གསུམ་པ་རབ་ཏུ་དབྱེ་བ། དྲན་པ་ཉེར་གཞག་ཡང་དག་སྤོང་བ་དང་རྫུ་འཕྲུལ་གང་ཞིག་སྒོམ་པ་ཆུང་འབྲང་ཆེ། ཡང་ན་དང་པོ་ཟ་སོགས་བཞི་རུ་དབྱེ་ཅེས་གསུངས་པ་རེད་འདི་སྐབས་སུ་ཚོགས་ལམ་གྱི་དབྱེ་བ་དེ་བསྟན་པ་རེད། ཚོགས་ལམ་ལ་ཆུང་འབྲིང་ཆེ་གསུམ་ཡོད་པ་རེད། དེ་ནང་གི་ཚོགས་ལམ་ཆུང་ངུ་དེ་གང་འདྲ་བཞག་པ་རེད་ལབ་ན་དེ་ལ་དྲན་པ་ཉེར་གཞག་བཞི་སྒོམ་བྱང་སྦྱོར་ལམ་ལ་འཇུག་པར་མ་ངེས་པ་ཚོགས་ལམ་ཆུང་ངུ། ཚོགས་ལམ་ཆུང་ངུའི་གནས་སྐབས་སུ་དྲན་པ་ཉེར་གཞག་ཞེས་བསྒོམ་ཞིང་སྦྱོར་ལམ་ལ་འཇུག་པར་མ་ངེས་པ་ལབ་སྟེ་སྦྱོར་ལམ་ག་དུས་ཐོབ་ཧ་མི་གོ་བ། ཚོགས་ལམ་ཆུང་ངུའི་གནས་སྐབས་སུ་དྲན་པ་ཉེར་གཞག་ཅེས་གཙོ་བོར་བསྒོམ་པ་ཙམ་མ་ཟད་ད་དུང་སྦྱོར་ལམ་ག་དུས་དུས་ག་དུས་ཅིག་ལ་ཐོབ་ཀྱི་ཡོད་མེད་ཧ་མི་གོ་བའི་གནས་སྐབས་དེ་ལ་ཚོགས་ལམ་ཆུང་ངུ་ཟེར་གྱི་རེད། དྲན་པ་ཉེར་གཞག་ཞེས་ལབ་ན་ལུས་དྲན་པ་ཉེར་གཞག་ཚོར་བ་དྲན་པ་ཉེར་གཞག་སེམས་དྲན་པ་ཉེར་གཞག། ཆོས་གྲམ་པ་ཉེར་གཞག་བྱས་ཨོ་དེ་སྲིད་ཀྱི་རེད་ད་ནི་གྲམ་པ་ཉེར་གཞག་ཟེར་ན་མ་ཟེར་ན་གསོལ་དེ་ཤེས་རབ་རེད་ཨ་ནི་ལུས་ལ་སོགས་པའི་རང་མདངས་སྤྱིའི་མཚན་ཉིད་སྒོམ་པ་ཞེས་ལབ་ཀྱི་ཡོད་པ་རེད་ལུས་ལ་སོགས་པའི་རང་མདངས་སྤྱིའི་མཚན་ཉིད་ལབ་ན་རང་གི་མཚན་ཉིད་དང་སྤྱིའི་མཚན་ཉིད་ཟེར་གྱི་རེད་རང་གི་མཚན་ཉིད་ལབ་ན་དཔེར་ན་ལུས་ཀྱི་རང་གི་མཚན་ཉིད་དེ་ག་རེ་ལབ་ན་ཨ་ནི་མི་རྟག་པ་དང་སྡུག་བསྔལ་བ་དང་མི་གཙང་བ་དེ་ཚོ་ལུས་ཀྱི་རང་གི་མཚན་ཉིད་དང། ད་ནི་ལུས་ཚོར་སེམས་ཆོས་ཤེས་ཐུན་མོང་གི་མཚན་ཉིད་དེ་བདག་མེད་པ་དང། ད་ནི་སྟོང་པ་ཉིད། ཐུན་མོང་གི་ཐུན་མོང་ངམ་ཡང་ན་སྤྱིའི་མཚན་ཉིད་དེ་བདག་མེད་པ་དང་སྟོང་པ་ཉིད་ལ་བཟོད་པ་དེ་འདྲ་རེད། ད་ནི་ཚོར་བ་དང་སྦྱར་བ་ཡིན་ན་ཡང་ཚོར་བ། བདེ་བ་ལྟར་སྣང་བའི་ཚོར་བ་དེ་དག་ཀྱང་ཨ་ནི་རིམ་གྱིས་སྡུག་བསྔལ་དུ་འགྱུར་བ་ལ་སོགས་པ་དེ་དག་ཚོར་བ། རང་གི་མཚན་ཉིད་དང་སྤྱིའི་མཚན་ཉིད་བདག་མེད་པ་ལ་སྡུག་བསྔལ་བ། ཨོ་དེ་དག་རེད་ཡིན་ཙང་མདོར་ན་དྲན་པ་ཉེར་གཤགས་བཞི་དེ་ཨ་ནི་ལུས་དྲན་པ་ཉེར་གཤགས་ཚོར་བ་དྲན་པ་ཉེར་གཤགས་སེམས་དྲན་པ་ཉེར་གཤགས་ཆོས་དྲན་པ་ཉེར་གཤགས་ཟེར་གྱི་རེད་ཨ་ནི་དྲན་པ་ཉེར་གཤགས་བཞི་དེ་གི་ངོ་བོ་དེ་ཡང་ཤེས་རབ་གཙོ་ཆེ་བ་དྲན་པ་ཉེར་གཤགས་ཀྱི་དམིགས་པ་བཞི་རང་དང་སྤྱིའི་མཚན་ཉིད་ཨ་ནི་བསྒོམ་པས་རང་དང་སྤྱིའི་མཚན་ཉིད་བསྒོམ་པས་ཤེས་རབ་ཀྱི་རིགས་སུ་གནས་པ་ཨོ་དེ་འདྲ་གཅིག་ལ་དྲན་པ་ཉེར་གཤགས་ཟེར་གྱི་རེད། དེ་ནས་ཡང་དག་པར་སྤོང་བ་ཞེས་བསྒོམ་ཞིང་སྦྱོར་ལམ་ལ་འཇུག་པའི་དུས་ངེས་པ་ཚོགས་ལམ་འབྲིང། ནས་ཡང་ཚོགས་ལམ་འབྲིང་གི་གནས་སྐབས་སུ་ཡང་དག་པར་སྤོང་བ་ཞེས་གཙོ་བོར་བསྒོམ་གྱི་རེད། ཡང་དག་པར་སྤོང་བ་ཞེས་ལབ་ན་མི་དགེ་བ་སྐྱེས་པ་རྣམས་སྤོང་བ་དང་མ་སྐྱེས་པ་རྣམས་མི་སྐྱེད་པ། དགེ་བ་མ་སྐྱེས་པ་རྣམས་སྐྱེད་པ་དང་སྐྱེས་པ་རྣམས་གོང་འཕེལ་དུ་གཏོང་བ། དེ་འདྲ་ལ་ཡང་དག་སྤོང་བ་ཟེར་གྱི་ཡོད་པ་རེད། ཡང་དག་སྤོང་བ་གི་ངོ་བོ་དེ་གཙོ་བོ་བརྩོན་འགྲུས་སུ་གྱུར་བ་བརྩོན་འགྲུས་ཀྱི་རིགས་སུ་གྱུར་བ་འོ་དེ་འདྲ་ཅིག་ཡིན་པ་རེད། ཚོགས་ལམ་འབྲིང་ཟེར་བ་དེ་མདོར་ན་ཡང་དག་སྤོང་བ་ཞིག་ཟོག་རུ་སྒོམ་བྱང་སྦྱོར་ཀླུང་ལ་འཇུག་པའི་དུས་ཚོད་ངེས་པ་སྦྱོར་འདི་འདྲ་ཅིག་ནི་སྦྱོར་ཀླུང་ལ་ཞུགས་ཐུབ་ས་རེད་བསམ་པའི་ནི་རང་ཉིད་ཀྱིས་ཀྱང་ཧ་གོ་བ་དེ་འདྲ་ཅིག་ལ་ཚོགས་ལམ་འབྲིང་ཟེར་གྱི་རེད། ད་ནི་རྫུ་འཕྲུལ་གྱིས་བསྐང་བ་ཞིག་སྒོམ་པའི་ཚེ་སྦྱོར་ལམ་སྤྲོས་བཅས་པར་ངེས་པ་ཚོགས་ལམ་ཆེན་པོ། རྫུ་འཕྲུལ་གྱི་རྐང་པ་ཟེར་བ་དེ་གི་གོ་རང་གི་ངོ་བོ་ལྟ་བུ་དེ་གཙོ་བོ་དེ་ཏིང་ངེ་འཛིན་རེད་དེ་ལ་རྫུ་འཕྲུལ་གྱི་རྐང་པ་ཟེར་དགོས་པ་དེ། རྫུ་འཕྲལ་དང་མངོན་ཤེས་ལ་སོགས་པ་ཐོབ་པའི་རྒྱུ་གཙོ་བོ་དེ་ཏིང་ངེ་འཛིན་རེད་བ། ཡིན་ཙང། ཨེ་ནས་རྫུ་འཕྲུལ་གྱི་རྐང་པ་ཟེར་བ་དེ་གཙོ་བོ་རྫུ་འཕྲུལ་སྒྲུབ་པའི་གཞི་རྫུ་འཕྲུལ་སྒྲུབ་པའི་རྟེན་དུ་གྱུར་པའི་ཏིང་ངེ་འཛིན་ཁྱད་པར་བ་དེ་འདྲ་གཅིག་ཡིན་པ་རེད་དེ་ནས་རྫུ་འཕྲུལ་གྱི་རྐང་པ་ཞེས་ལབ་ན། འདུན་པའི་རྫུ་འཕྲུལ་གྱིས་གང་བ། བརྩོན་འགྲུས་ཀྱི་རྫུ་འཕྲུལ་གྱིས་གང་བ། སེམས་པའི་རྫུ་འཕྲུལ་གྱིས་གང་བ། སྤྱོད་པའི་རྫུ་འཕྲུལ་གྱིས་གང་བ་ཞེས་ལབ་དགོས་རེད། དོན་མདོ་དོ། རྫུ་འཕྲུལ་དང་མངོན་ཤེས་ལ་སོགས་པ་སྒྲུབ་པར་བྱེད་པའི་ཏིང་ངེ་འཛིན་ཁྱད་པར་བ། འོ་དེ་འདྲ་ཅིག་ལ་ཟེར་གྱི་ཡོད་པ་རེད། མདོར་ན་ཚོགས་ལམ་ཆེ་འབྲིང་ཆུང་གསུམ་གྱི་ཁྱད་པར་དེ་དྲན་པ་ཉེར་ཆགས་ཀྱི་གཙོ་རུ་བསྒོམ་པའི་གནས་སྐབས་ལ་ཚོགས་ལམ་ཆུང་ངུ་དང། ནི་ཡང་དག་སྤོང་བ་ཞེས་གཙོ་བོར་བསྒོམས་པའི་གནས་སྐབས་ལ་ཚོགས་ལམ་འབྲིང་དང་རྫུ་འཕྲུལ་གྱིས་བསྐང་བ་ཞེས་གཙོ་བོར་བསྒོམས་པའི་གནས་སྐབས་ལ་ཚོགས་ལམ་ཆེན་པོ་ཞེས་དེ་འདྲ་བྱས་བཞག་ན་ཡང་འགྲིག་གི་ཡོད་པ་དེ་འདྲ་ཞིག་རེད། དེ་ལྟར་བྱུང་འབྲིང་ཆེ་གསུམ་མམ་ཡང་ན་ལས་དང་པོ་བའི་ས་ད་པའི་ས་ཐར་བ་བྱམས་ལྡན་གོ་ཆའི་སྒྲུབ་པ་སྟེ་ཕྱི་རུ་དབྱེར་ཡོད་དོ། ལས་དང་པོ་བའི་ས་ཟེར་བ་དེ་ད་ཚོགས་ལམ་ཆུང་ངུ་ལ་བཞག་ཡོད་པ་རེད་ལས་དང་པོ་བ་ལབ་ན་ནི་དེ་སྔ་ལམ་ལ་ལྷུར་མ་མྱོང་བའི་གནས་སྐབས་ཡིན་པ་ཡིན་ཙང་ལས་དང་པོ་བ་རེད། དད་པའི་ས་ཟེར་བ་དེ་སྟོང་པ་ཉིད་དང་བདག་མེད་པའི་དོན་ལ་སོགས་པ་དད་པ་དང་མོས་པ་ཙམ་གྱིས་བསྒོམ་པ་མ་གཏོགས་མངོན་སུམ་དུ་མ་རྟོགས་པས་ནི་སྐབས་དེ་འདྲ་ཅིག་ལ་དད་པའི་ས་ཟེར་གྱི་ཡོད་པ་རེད། ཐར་བ་འཆམ་མཐུན་ལ་སྒང་དུ་འགྲེལ་བཤད་བརྒྱབ་ཟིན་པ་ཡིན། གོ་ཆའི་སྒྲུབ་པ་ཟེར་བ་དེ་སྤྱིར་བཏང་ཐམས་ཅད་མཁྱེན་པ་སྒྲུབ་པར་བྱེད་པའི་བྱང་ཆུབ་སེམས་དཔའི་ལམ་ལ་གོ་ཆའི་སྒྲུབ་པ་ཟེར་གྱི་ཡོད་པ་རེད་ཡིན་ན་ཡང་སྐབས་འདིར། ནས་ཚོགས་ལམ་གྱི་དབྱེ་བ་གཅིག་ལ་བཞག་འདུག་དེ་བཞག་མཁན་དབྱེ་བ་ཚོགས་ལམ་ལ་དབྱེ་བ་བཞི་བྱེད་མཁན་དེ་བཟའ་བཟང་པ་འབྲི་དར་ཟེར་བ་ཁོང་རེད་ཅེས་ལབ་གི་འདུག་བཟའ་བཟང་པ་འབྲི་དར་ཟེར་བ་འདི་རྗེ་ཙོང་ཁ་པ་ཆེན་པོའི་བླ་མ་ཡིན་པ་དང་ཇོ་ནང་པའི་མཁས་པ་ཆེན་པོ་ཅིག་ཡིན་པ་དེ་འདྲ་རེད།